ཚེས་པ་སུམ་ཅུ་སོ་གཅིག། དགུང་ཟླ་ཆུ་ཚོད་དྲུག་པའི་ཐོག་ལི་ཡ་ཐ་ནིའུ་ཨེར་ཨིབ་ཆ་གོར་བ། ཨ་ནི་ནིའུ་ཨེར་ཨིབ་ནི་མོ་དེ་ལི་ཡ། ཨ་ནི་ཝ་ཤིང་ཏན་བོད་རིགས་སྤྱི་མཐུན་ཚོགས་པའི་གི་ཨ་ནི་དཔལ་འབྱོར་བསྡུ་རུབ་ཀྱི་ཆེད་དུ། ཨ་ནི་གཞས་སྣ་འཁྲབ་སྟོན་དང་མཚན་ཚོགས་ཆེན་པོ་ཞིག་འདུག་ཟེར་ནས་གྲ་སྒྲིག་གནང་ཤག། ཨ་ནི། དེ་གྲ་སྒྲིག་གནང་སའི་གི་ས་ཆ་དེ་ད་ལྟ་པོར་ཏི་ལེན། Portland། གི་བོད་ཁང་ལ་རེད་ཤག། དེ་གྲ་སྒྲིག་གནང་བའི་རྒྱུ་མཚན་ག་རེ་འདུག་ཟེར་ནས་ཞུས་པ་ཡིན་ན། ཨ་ནི། Seattle། གི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་ཁང་གི་ཆེད་དུ་རེད་ཤག། ཨ་ནི། ད Seattle། གི། ད་ལྟ་བཞུགས་པའི་བོད་རིགས་སྤུན་ཟླ་ཚོ་ཡིན་ནི་རེད་ཨ་ནི་མ་འོངས་པའི་གཞོན་སྐྱེས་ཀྱི་ཚོད་ཀྱི་ཆེད་དུ་ཡིན་ནི་རེད་ག་ད་ད་ཨ་ནི་ཁོ་ནང་ཚོད་ཀྱི་ཨ་ནི་བོད་སྐད་དང་བོད་ཡིག་སྦྱང་སའི་འཛིན་གྲྭ་ཡིན་ནི་རེད་ཨ་ནི་ཞབས་ན་འཁྲབ་སྟོན་ཅང་གནང་སའི་ཡིན་ནི་རེད་བདག་ནང་བཞིན་གྱི་ཨ་ནི་ཞབས་བརྟན་ད་ད་ཆོས་ཕྱོགས་ཀྱི་མཛད་སྒོ་གྲངས་མང་དྲ་ཐོག་སྤེལ་གནང་ཡིན་ནི་རེད་ག་ད་ཨ་ནི་ང་རང་ཚོའི་ཐུན་མོང་མ་ཡིན་པའི་རིག་གཞུང་གི་བསྟི་གནས་ད་སོ་སོའི་ཁྱིམ་ཚང་ལྟ་བུ་ཅིག་འདུག་ཟེར་ནས་གྲུབ་ན་ཡང་གི་ཆེད་དུ་རེད་ཤག་བྱས་ཙང་ཨ་ནི་དེ་གི་དཔལ་འབྱོར་བསྡུ་རུབ་ཀྱི་ཞབས་ན་འཁྲབ་སྟོན་གྱི་ཆེད་དུ་ང་འདུག་ཟེར་ནས་ཨ་ནི་ཡོང་གི་ཡོད་དེ་ཉམས་རྡོ་ད་ལྟ་ཨ་ནི་ཡོད་ཀྲོ་ཀྲོ་ཀྲོ་ལི་ཡ་ཡིན་པས་ཨ་ནི་གཡང་སྐྱིད་ལགས་འདུག་ཕེབས་གནང་དགོས་རེད་བྱས་ཙང་ཨ་ནི Portland གི་ཉེ་འཁོར་ལ་ཡོད་པའི་བོད་རིགས་སྤུན་ཟླ་ཚང་མས་གི་ཨ་ནི་གང་མང་མང་རྒྱབ་སྐྱོར་གནང་ནས་ཕེབས་རོགས་གནང་ཞེས་ཞུ་ཡ་ཡིན་སྤྱི་ཟླ་བཅུ་གཉིས་ཀྱི་ཚེས་པ་སུམ་ཅུ་སོ་གཅིག་མཇལ་ཡོང་ཐུགས་ཆེ་གནང།